ཞུ་ཡ་ཡིན། ད་ད་དུང་ང་ཚོ་འདི་མུ་མཐུད་ནས་གང་ལྟར། ངས་ད་ལྟ། དོན་དག་རྡོག་རྡོག་རེ་བོ་ཞུ་ཡ་སྙིང་ག་རེ་ཡོད་རེད་ཟེར་ན། དང་པོ་དེ། ནང་པའི་སེམས་ཁམས་རིག་པའི་རྣམ་གཞག་དེ། ནང་པའི Science of Mind དེ། བཞི་བོ་གཅིག་གིས་གཞི་རྒྱ་ཆེན་པོ་ཡིན་པ་དང། གཞིག་ཚགས་པོ་ཡིན་པ་དང་གཏིང་ཟབ་པོ་ཡིན་པ་དེ། འཇིག་རྟེན་ཁྱོན་ཡོངས་ལ་བསྟན་ཐུབ་ཡག་ཞིག་དང་འཇིག་རྟེན་ཁྱོན་ཡོངས་ལ་བསྟན་ནས་ང་ཚོ་ལ་སྐད་གྲགས་ཡོང་ན་བསམ་དགོས་བ་མ་རེད། འཇིག་རྟེན་ཚང་མས། ལྷག་པར་དུ་དེང་རབས་ཀྱི་ཚན་རིག་པ་དང་ཤེས་ཡོན་པ་དེ་ཚོས། ནང་པའི། སེམས་ཁམས་རིག་པའི། ཚན་རིག་དེ་ལ་ཡར་ལྷོ་ཅུང་བྱས་ནས། ཁོ་རང་ཚོ་ལ་ཕན་ཐོགས་ཡོང་ཡག་ཅིག། གང་ལྟར་མཐའ་མའི་འདོད་དེ་ལ་ཡ།

སེམས་བྱུང་གི་ངོ་བོར་གྱུར་པས། ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པ་དེ་ག་འདྲེས་ཡོང་གི་འདུག། དེ་འདྲ་བའི་ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པ་དེ་ག་འདྲེས་ནས་དཀའ་ཐུབ་ཀྱི་འདུག། ཚུལ་བཞིན་མ་ཡིན་པའི་ཡིད་ལ་བྱེད་པ་དེ་དཀའ་བ་ལ་བརྟེན་ནས། ཉོན་མོངས་མངོན་འགྱུར་བ་མི་སྐྱེ་བའི་ཐབས་ལམ་ག་རེ་བྱེད་ཐུབ་ཀྱི་འདུག་ད་ལྟ་ལམ་སང་བྱེད་ཐུབ་ཡག་གི་རྒྱུ་མཚན་དེ་རེད། དེ་ནས་རིམ་པས་བྱས་ནས།

ཉམས་ལེན་གྱི་ཐོག་ལ་སྦྱར་ནས་བསམ་བློའི་ནང་ལ་གོ་བ་ཆགས་ཐུབ་པ་ཞིག་དང་སོ་སོའི་ཉམས་ལེན་བྱེད་པའི་སྐབས་ལ་ཡང་སོ་སོའི་བསམ་བློ་ཡར་རྒྱས་བཏང་པའི་སྐབས་ལ་ཡང་ལྷག་པར་དུ་སྔགས་ཀྱི་ཉམས་ལེན་སྣ་ལྔའི་རབ་བྱེད་ཡིན་པ་ཡིན་ན་རྫོགས་རིམ་ལ་སོགས་པ་དེ་ཚོ་ཉམས་བཞེས་གནང་བའི་སྐབས་ལ་ད་དངོས་གནས་མོས་པ་ཡིད་ཆེས་ཙམ་མ་ཡིན་པར་ཕྱིའི་དངོས་པོའི་གནས་ཚུལ་ར་འཕྲོད་པའི་ཐོག་ནས་ཨ་ནི་སེམས་ཀྱི་སྟེང་དུ་ག་འདྲས་ཟེར།